དེ་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བརྩིས་པའི་ཨེ་ཤ་ཡ་རོང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་ལྔ་རབ་གནས་ས་བཅུ་ལོའི་བོད་ཟླ་དང་པོའི་ཚེས་ལྔ་དང་སྤྱི་ལོ་ཉིས་སྟོང་བཅོ་བརྒྱད་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ། གཟའ་མིག་དམར་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ཟླ་ལི་རམ་ཁ་ཐེ་ཀ་ལྗོན་སེང་ཞོལ་རྒྱལ་ཡིན། དེ་ནི་དེ་རིང་གི་ལི་རམ་ཁ་ནང་དང་པོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་ཉི་ཧོང་གི་བ་ལྟ་སྐུ་གཙུག་ལག་སློབ་གྲྭ་ཆེན་མོའི་དགེ་ལས་སློབ་གྲོགས་ཡོངས་ལ་གསུང་བཤད་གནང་སྐབས་ང་ཚོ་བོད་པས་རྒྱ་ནག་ལ་རྒུན་གཏན་ཐོན་པར་བརྟེན་ནས། རང་དང་དྲང་བདེན་དམངས་གཙོའི་ཁེ་དབང་ཡིན་ཞེས་གསུངས་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་ས་གནས་ནས་ང་ཚོས་གསར་འགོད་པའི་གནས་ཚུལ་བཏང་བ་དང། ཕྱི་ནང་གོང་ས་མཆོག་གི་ཆེན་པོ་ཆུ་དབུགས་ཡུལ་དུ་རྒྱ་ཡི་གཟིམ་ཆུང་ཕོ་གྲོགས་དང་ཚིག་གསུང་ཟོག་གསོག་དང། མར་གྱི་པར་སྒྲིག་ཧ་མོ་འགྱིང་དུ་ཚིག་གསུང་རྟགས་བསྒྲིགས་ཀྱིས་གནང་ཡོད་པ་རེད།
དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང་མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་དུས་དེབ་ནང་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་ལྡི་ལི་རམ་ཁ་རིམ་བཞིན་རྒྱུན་བསྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་རླུང་འཕྲིན་ཁང་ནས་དེ་རིང་ཁམས་སྐད་ཀྱི་གསར་འགྱུར་ཁ་ཕྲལ་མཚུངས་ནོར་བུས་རྒྱུན་བསྲིང་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་ཉི་ཧོང། ཨ་ཏི་ཀ། གཙུག་ལག་སློབ་གྲྭ་ཆེན་མོའི་དགེ་ལས་སློབ་ཕྲུག་ཡོངས་ལ་གསུང་བཤད་གནང་སྐབས་ང་ཚོ་བོད་པས་རྒྱ་ནག་ལ་རྒོལ་འདེང་ཐོན་པར་བརྟེན་ནས། རང་དང་དྲང་བདེན་དམངས་གཙོ་ཁེ་དབང་ཡིན་ཞེས་གསུངས་གདའ། སྲིད་གཞུང་བཅུ། ད་རེས་ཕྱི་ཚེས་བཅོ་བརྒྱད་ཉིན་ནས་ཉི་ཧོང་དུ་བདུན་ཕྲག་གཅིག་གི་རིང་གི་གཞུང་འབྲེལ། ཚོགས་ཕེབས་གནང་ཡོད་པ་བཞིན། བོད་མི་སྒྲིག་འཛུགས་ཀྱི་དྲ་ཕྱི་ཐུག་སྤྱི་ཚེས་བཅུ་དགུ་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན། སྲིད་སྐྱོང་མཆོག་ད་རེས་སྤྱི་ཚེས་བཅུ་དགུ་ཉིན། ཉི་ཧོང་གི་རྒྱལ་ས། ཀྲོ་ཀིའོ་ལ་ཕེབས་འཇུག་བྱས། ད་ལྟ་ཁོས་གཙུག་ལག་སློབ་གྲྭ་ཆེན་མོའི་དགེ་ལས་སློབ་མ་ཡོངས་ལ་བོད་དང་འབྲེལ་བའི་གསུང་བཤད་གནང་ཡོད་པ་དང། སྐབས་དེ་ལ་སྲིད་སྐྱོང་མཆོག་གིས་ང་ཚོ་བོད་པས་རྒྱ་ནག་ལ་རྒོལ་འདེང་བཏོན་པར་བརྟེན་ནས། རོང་བོ་དང་གྲོང་བརྡལ་དམངས་གཙོའི་ཁེ་དབང་ཡིན་པ་དང་འཛམ་གླིང་གི་མི་མང་གིས་བོད་ཀྱི་གྲོང་བརྡལ་དང། འཚེ་མེད་ཞི་བའི་འཐབ་རྩོད་ཀྱི་གནད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་བཞིན་ཡོད་པ་དེས། སྤྱིར་དྲང་བདེན་དང་འཚེ་མེད་ཞི་བའི་རང་དབང་འཐབ་རྩོད་ཀྱི་རིན་ཐང་ལ་རྒྱབ་སྐྱོར་མཚོན་བཞིན་ཡོད་ཅེས་གསུངས་པ་དང་ཆབས་ཅིག་ཉེ་ཆར་སྲིད་སྐྱོང་ཆུ་ལོག་ཨ་ཧྥེ་རི་ཀ་ལ་གཞུང་འབྲེལ་ཚོགས་ཕེབས་གནང་སྐབས་སུ། རྒྱ་ནག་གཞུང་ཚབ་ཀྱི་བརྒྱུད་ནས། རྒྱ་ནག་གཞུང་གིས་ལྷོ་ཨ་ཧྥེ་རི་ཀའི་གཞུང་ལ། ཚོང་འབྲེལ་ལ་དོ་ཧུར་གཏོང་རྒྱུའི་ཉེན་བརྡ་གཏོང་བ་དང་དེ་བཞིན་གཏམ་བཤད་ཚགས་ཡོད་ཀྱི་ཁྲིམས་བཅད་གཙུག་ལག་ལྷ་བྲག་ཆེན་མོ་ས་ལ་ཡོད་དེ་ལ་གནས་སྡོད་རྒྱ་རིགས་སུམ་ཅུ་ཙམ་གྱི་ངོ་བོ་སྐད་འབོད་བྱས་ཏེ། གནོན་ཤུགས་ཤུགས་ཆེ་སྤྲད་འོང་ནའང་སློབ་གྲྭ་དེས་འཛེམ་ཟོན་མེད་པར་སྔོན་གྱི་འཆར་གཞི་ལྟར། གཏམ་བཤད། གོ་བདེ་གནང་བ་དེས་རྒྱ་ནག་གཞུང་ལ་ལྷོ་ཨ་ཧྥི་རི་ཀའི་གཞུང་གིས་དངུལ་གལ་ཆེན་པོ་ཡིན་ཡང་དྲང་བདེན་དང་ཞི་བའི་འཐབ་རྩོད་ལ་རྒྱབ་སྐྱོར་བྱེད་རྒྱུ་དེ་ཡང་གལ་ཆེན་པོ་ཡིན་པའི་བརྡ་ལན་དང་རྣམ་འགྱུར་ཤུགས་ཆེ་བསྟན་ཡོད་པ་བཅས་གསུངས་གདའ། དེ་ནི། བ་ད་ཀུ་གཙུག་ལག་སློབ་གྲྭ་ཆེ་མཚམས་ནང་མི་སྐུ་ཞབས། ཀྱི་ཀུ་རོ། ཧི་རོ་ཀི་མཆོག་གིས་ལོ་རྗེས་མ་ནས། བོད་པའི་སློབ་མ་གི་ཆེད་དུ་དམིགས་བསལ་སློབ་ཡོན་འབུལ་རྒྱུ་ཡིན་ཞེས་ཞལ་བཞེས་གནང་བ་དང་ཆབས་ཅིག་གཙུག་ལག་སློབ་གྲྭ་ཆེན་མོ་དེའི་ནང་ནང་ཆོས་དང་རྒྱལ་རབས་བཟང་སྤྱོད་ཀྱི་སློབ་ཁྲིད་གནང་དགོས་ཡོད་ཅེས་ངོ་སྤྲོད་གནང་གདའ། ཡང་ལྷོ་ཨ་ཧྥི་རི་ཀའི་སྐུ་ཚབ་དོན་གཅོད་དངོས་གྲུབ་རྡོ་རྗེ་ལགས་ལྷོ་ཨ་ཧྥི་རི་ཀའི་སྲིད་འཛིན་གསར་པའི་རྒྱལ་ཡོངས་གསུང་བཤད་དང་མཉམ་ཞུགས་གནང་གདའ། དེའང་ཁ་ཚང། བོད་མི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བ་ལ་གཞིགས་ན་ཟླ་འདིའི་ཚེས་བཅུ་དྲུག་ཉིན་ལྷོ་ཨ་ཧྥེ་རི་ཁའི་སྐུ་ཚབ་དོན་གཅོད་དངོས་གྲུབ་རྡོ་རྗེ་ལགས་ཡོད་དེ་སྲིད་འཛིན་གསར་པ་རཱ་མ་ཕོ་སཱ་ལགས་ཀྱིས་རྒྱལ་ཡོངས་གསུང་བཤད་ཐོག་མའི་མཛད་སྒོའི་ཐོག་མཉམ་ཞུགས་གནང་ཡོད་པ་དང་ཁོང་ཨིན་ཀ་ད་རུང་ཚོགས་པའི་མགྲོན་པོ་གནང་བ་བཅས་ཡིན་པ་རེད། སྲིད་འཛིན་གསར་པའི་གསུང་བཤད་སྐབས་ལྷོ་ཨ་ཧྥེ་རི་ཁའི་གྲོས་ཚོགས་ཀྱི་འཐུས་མི་དང་མི་མང་གི་ཁྲོད། དགའ་སྤོབས་དང་བཟང་ཚུགས་ཀྱི་རེ་བ་ཤུགས་ཆེ་མཛད་བཞིན་ཡོད་པ་དང་དུས་སྐབས་དེ་ནི་ཨེན་ཀ་དང་རི་བོང་ཚུགས་པའི་ཆབ་སྲིད་ཀྱི་མི་སྣ་དང་འབྲེལ་ཡོད་ལས་བཟོའི་ཚོགས་དང་མཉམ་དུ་བོད་དོན་འབྲེལ་ལམ་སྔར་ལས་ལྷག་པའི་གཏིང་ཟབ་གཏོང་རྒྱུའི་གོ་སྐབས་ཡག་པོ་ཞིག་བྱུང་བའི་སྐོར་སྐུ་ཚབ་དོན་གཅོད་འཕྲོད་ནས། འདེབས་རྒྱུ་གནང་གདའ། ཐེངས་འདི་ལ་ལྷོ་ཨ་ཧྥེ་རི་ཁའི་སྲིད་འཛིན་རྒྱལ་ཡོངས་སུ་སྲུང་བརྩི་གནང་སྐབས་སྐུ་ཚབ་དོན་གཅོད་དངོས་གྲུབ་རྡོ་རྗེ་ལགས་གཙོས་པའི་དེ་མིན་སྐུ་མགྲོན་ཁག་གཅིག་ཀྱང་མགྲོན་འབོད་གནང་ཡོད་པ་དང་ཁོང་རྣམས་མཛད་སྒོ་དབུ་འཛུགས་མ་གནང་གོང་ཨིན་ཀ་ཏར་རོང་ཆབ་སྲིད་ཚོགས་པའི་ཚོགས་གཙོ་རྒྱལ་སྲས་གཡོན་པ་སྐུ་ཞབས Prince Bettelherzig མཆོག་གི་ལས་ཁུངས་སུ་གདན་ཞུ་སྐབས་ཆབ་སྲིད་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་དང་ལྷན་དུ་མཇལ་འཕྲད་གནང་ཡོད་པ་སོགས་ཀྱི་གནས་ཚུལ

བོད་ཀྱི་ལོ་གསར་ཚེས་པ་སྲུང་ཉིན་མོ། རྒྱ་གར་དང་ཨ་བྷ་ས་ལ་རྒྱ་ཡི་གཟིམ་ཆུང་ཕོ་བྲང་དུ། ཕྱི་ནང་གོང་ས་ཞང་གི་ཆེན་པོ་ཁྱུང་དབུགས་ཡུལ་དུ། སྐུ་བཅར་གནང་བརྒྱ་ཕྲག་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་དང་སྐུ་སྒེར་གྱི་ལས་བྱེད་ཀྱིས་གནང་བཞུགས་ཐོག། ཚེས་གསུང་ཟོག་སོགས་དང་མ་གཅིག་དཔལ་ལྡན་ལྷ་མོ་མདུན་དུ་ཚེས་གསུང་རྟ་བསྒྲིགས་ཀྱིས་གནང་ཡོད་པ་རེད། ཚེས་གསུང་ཟོག་སོགས་སྐབས།

བསྟན་སྲུང་སྤྱི་ལ་ཡང་དང་ང་ཚོ་བསྐང་གསོ་དང་གསོལ་ཚོགས་ལ་སོགས་པ་དེའི་སྒོ་ནས་ཟབ་གསོལ་བྱས་ཡིན་པ་ཡིན་ཙང་ཚིག་གསུམ་ཟབ་གསོལ་ཟེར་གྱི་ཡོད་རེད། ཕྱི་ལོ་སྐྱིད་སྡུག་མགོ་བྱང་ངོ་ཆུ་ང་དགུ་ལོ་གོང་ནས་ལོ་གསར་ཚེས་པ་གསུམ་ཉིན་གྱི་ཞོགས་པ་བོད་གཞུང་གི་གཞུང་ཞོར་རྩེ་སྒྲུང་དང་ཤོད་སྒྲུང་ཞེས་གཉིས་ཡོད་པའི་ནང་ནས་རྩེ་སྒྲུང་ཚོ་དང་སྐུ་བཅར་གནང་བྱ་གྲགས་ཚོ་ཕན་བདེ་ལེགས་ཤེས་ལེགས་གཉིས་ནས་ཕོ་བྲང་པོ་ཏཱ་ལ་ཡི་ནང་སོག་ཁོག་ཞིག་དྲུང་ཆེ་རྣམ་པ་ལྷན་ཚོགས་ཀྱི་སོ་སོའི་བཤམས་པའི་མཛད་སྒོ་ཞུགས་དང། དེ་རྗེས་སྐུ་ཕྱྭ་སྣང་ཆ་གྲགས་ཚོང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་ཚོ་དང། གཞུང་ཞོར་རྩིས་འཁོར་གྱི་ལྷན་ཚོགས་ཐོག་མ་གཅིག་དཔའ་ལྡན་ལྷ་མོ་ལ་ཟོར་སོག་པོ་ཡི་ཞེ་འགོག་དེ་འདྲ་སྔ་མོ་ནས་གནང་སྲོལ་ཡོད་པ་ཞུ་འོས་ཡིན་འདུག་འོན་ཀྱང་དེ་མཚུངས་བཙན་བྱོལ་ནང་དབུས་བུད་མེད་སྒྲིག་འཛུགས་ཀྱི་སྲིད་གཞུང་ཡི་ལས་བྱེད་པ་རྣམས་ཀྱི་ལོ་སར་སྐོར། ཆུ་ཚོད་གཉིས་ཀྱི་ཞེ་འགོག་ཁག། ལོ་སར་ཚེས་པ་གཅིག་གི་ཉིན་མོ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཡང་ཐོག་ནས་གྲུབ་པ་གནང་གི་ཡོད་དུས་དེང་སང་ཚེས་གསུམ་ཟོར་སོག་ཀྱི་ཉིན་མོ་གཞུང་ཞོར་ནང་མྱོང་རྒྱུ་གནང་གི་མེད་པ་རེད། ཚིག་གཟུངས་སོགས་སོགས་ཀྱིས་བརྒྱུད་ཤོག་ཅེས་བྱེད་སྒོ་དེ་ཡི་གུས་པ་ག་རེ་ཡིན་མི་གོ་གུ་ཡོད་དུས་དེ་ཡང་བྷི་ལ་ཇི་འདྲ་རྒྱུ་འདི་འདྲ་ཞུ་གནང་སོང། ལྷ་ཆོས་མཆོག་གི་བྱེད་སྒོ་དེ་ཨ་ནི་ག་གི་ཆེད་དུ་བྱེད་ཀྱི་བ་རེད་ཟེར་ལབ་པ་ཡིན་ན་མདོར་བསྡུས་པ་ཡིན་ན་ང་ཚོ་རེ་ཨ་རྣམས་ལ་ཉི་ཟླ་རྣམ་གཉིས་ས་ལ་རྒྱལ་བ་པན་ཆེན་ཞུས་པ་ན་ཞེས་རྒྱལ་མཆོག་ཉི་ཟླ་རྣམ་གཉིས་ཀྱི་ཨ་ནི་སྐུ་ཚེ་ལས་ཨ་ནི་གལ་གྱི་བར་ཆད་ག་རེ་ག་རེ་ཡོད་མེད་དེ་ལྟ་དེ་ནི་བོད་སྤྱི་ཡི་ང་ཚོ་བསྟན་སྲིད་ལ་ཡང་ཨ་ནི་གལ་ཆེའི་རིམ་གྲོ་ལ་སོགས་པ་ག་རེ་ག་རེ་ཡོད་མེད་དེའི་ཐོག་ནས་ད་མ་ཅིག་པ་འདས་ལྷ་མོ་ལ་ཡང་ཨ་ནི་ཟབ་སྲོལ་ཐོག་ནས་གཟེངས་རྟགས་བསྒྲིགས་ཡོད་རེད་དེའི་བྱེད་སྒོ་དེ་ལ་ཡང་ང་ཚོ་ཚིག་གསུམ་ཟབ་སྲོལ་ཞེས་ཞུ་གི་ཡོད་རེད་དེ་ཡིན་དུས་ད་དེའི་རྒྱུན་དེ་མ་ཉམས་པ་བྱས་ཚེ་ད་ལྟ་བར་དུ་སྐུ་ཕྱྭ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ཆོག་ཆེ་ནས་མི་སྐུ་ཕྱྭ་གྲྭ་ཚང་ཆེ་རྒྱལ་བའི་མི་སྐུ་ཕྱྭ་དང་འབྲེལ་བའི་ཨ་ནི་གསུང་ཞབས་ཀྱི་ཞུ་སྒོ་ཡིན་པ་ཡིན་ཙང་དེ་ལས་བྲལ་བ་ཅིག་ཡོད་པ་གཉིས་ནས་ཚེས་པ་ལོ་སར་ཚེས་པ་གསུམ་དེ་ལོ་ཕྱྭ་ཆེན་ཆེན་མེད་ད་ད་ལྟ་བར་དུ་ཨ་ནི་སྲུང་བརྩི་གནང་བཞིན་པས་དེའི་ལམ་སྲོལ་ཅིག་ཡོད་རེད།

སྤྱི་ལོ་སྐྱིད་སྡོང་གི་རྒྱ་གར་གྱི་སྐོར་སྲུང་ལོ་ལ་རྒྱ་དམར་གཞུང་གིས་སྲུང་ཉེས་ཀྱི་ཉེས་པ་བཙུགས་ནས་ལུའོ་ཀྲའོ་རན་བཙན་བྱོལ་གྱི་ཁྲིམས་ཐག་བཅད་མྱོང་བ། མདོ་སྨད་མཚོ་སྔའི་ཀོང་ཚ་རྫོང་གི་བེད་མ་ཚེ་མཁས་འཇའ་ལགས། བ་གླང་རྒྱ་དམར་གཞུང་གིས་ཡོངས་ཁྱབ་འཛིན་བཟུང་མཚན་ནས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོའི་ཟླ་བ་དང་པོ་གི་ཚེས་བཅུ་ཉིན་མཚོ་སྔའི་ཞིང་ཆེན་མཚོ་རྫོང་ཁར་འབྲི་རུའི་མི་མང་ཁྲིམས་ཁང་ཟེར་བས། ལུའོ་སང་གི་ཁྲིམས་ཐག་བཅད་དེ་ཟི་ལིང་གྲོང་ཁྱེར་ཏུང་ཀྲོན་བཙན་ཁང་ཞེས་པ་ལ་བཙན་བྱོལ་བྱས་པ་དང། ཁོང་འཛིན་བཟུང་བཙན་བྱོལ་གྱི་ལོ་གཅིག་ལྷག་བགྱིས་ཙང་དེས་ཁོང་ལ་ཁྲིམས་ཐག་མ་བཅད་ངེད་ལ་ཕ་མ་གཉིས་ཀ་ལ་ཐུག་འཕྲད་གནང་བཅུག་པ་དང་དེ་ནི་ཁོང་འཛིན་བཟུང་བཀག་ཉར་བྱས་ཏེ་ལོ་གཅིག་ལྷག་འགོར་རྗེས་ཕ་མ་གཉིས་ལ་ཐུག་ཏུ་བཅུག་པ་ཐེངས་དང་པོ་དེ་ཆགས་ཡོད་པ་རེད། དགུང་ལོ་ལྔ་ཆིག་ང་ལྔ་ཡིན་པའི་ཀི་ཆིང་ཀིན་ཅཱ་ལགས་ནི་སྤྱི་ལོ་ཉིས་སྟོང་ཁྲག་ཟླ་བཅུ་གཉིས་ཀྱི་ཚེས། ཉེར་བཞི་རྩ་བཞི་ཉིན་མཚོ་སྔོན་ཞིང་ཆེན་མཚོ་རྫོང་བེ་རི་རང་སྐྱོང་ཁུལ། རྒྱ་གར་བདེ་འཇགས་ལས་ཁུངས་ཟེར་བས་བཅའ་སྡོད་འཛིན་བཟུང་ཚེ་ཐེ་བདག་རྒྱའི་ལག་ལ་བཀག་ཉར་བྱས་པ་དང། སྤྱི་ལོ་ཉིས་སྟོང་བཅུ་དང་ཟླ་ལྔ་པ་དགའ་ཚེས་སང་ཉིན་མཚོ་རྫོང་ཁུལ་འབྲི་རུ་མི་དམངས་ཁྲིམས་ཁང་ཟེར་བས་ཁོང་ལ་འཕྲིན་ཞུ་ཚད་འཇལ་མགོ་བསྒྲགས་ཡོད་ཀྱང། སྐབས་དེར་ཚེ་མཁས་འཇམ་ལགས་ཀྱི་ཕ་མ་དང་ཉེ་འབྲེལ་ཚོ་ལ་སྐད་མ་གཏོང་བར་གསང་བའི་སྒོ་ནས་ཁོང་ལ་འཕྲིན་ཞུ་བརྩིས་པ་མ་ཟད།

དེ་ནས་ཚེ་འདས་མ་གཏོགས་མོ་གི་རེད་ཉིས་སྟོང་བཅུ་དྲུག་གི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་བཞི་གི་ཉི་མ་དང་མཚོ་སྔོན་ཞིང་ཆེན་མཚོ་ཞིང་ཁུལ་རྒྱལ་ཁབ་བདེ་འཇགས་ལས་ཁུངས་ཀྱི་གོ་ནོར་དེ་དག་དཔོན་དགོན་རྒྱལ་ལགས་ནས་ད་ཁ་བྲལ་དང་ངན་སྐུལ་བྱས་ཡོད་ནང་དུ་མོ་གི་ཉིས་འཛུགས་ཀྱི་འོག་ནས་ད་ཁོ་བོ་འདི་འཛིན་བཟུང་བྱས་ཡོད་རེད། ཡང་ཁོང་གིས་ད་རིང་ཚེ་འགན་བཅར་བཅར་དུ་རྒྱ་ནག་གཞུང་གིས་འཇིགས་བཟུང་གིས་ནག་ཉེས་གང་རྩོབ་ཀྱི་སྐོར་ངོ་སྤྲད་མུ་མཐུད་གནང་རྒྱུ་འདུག

རྒྱན་དང། མཚན་རྒྱན་བརྒྱ་བླངས། ཀོང་ཇོ་ཨ་ཚེ་ལགས་ནི་སྤྱི་ལོ་བཅུ་སྟོང་གི་བརྒྱ་ཕྲག་གྱི་རེས་གསང་ཟླ་བཞི་པ་ག་ཚེས་བཅུ་གཉིས་ཉིན་མཚོ་སྔོན་ཞིང་ཆེན་མཚོ་རྫོང་བེ་རི་རང་སྐྱོང་ཁུལ་ཀོང་ཚ་རྫོང་གི་འབྲོག་ཆེན་བྱས་ཏེ་སྐྱེས་ཞིང་ཁོང་ལྷོ་ཆེན་མཐའ་ཚན་གྱི་རིམ་པའི་ས་གནས་ཞང་གི་དགེ་རྒན་དང་རྫོང་ཉེན་རྟོག་ལས་ཁུངས་ནང་ཆེད་ལས་ལག་རྩལ་པ་གི་ཚོགས་ལས་གནང་བ་དང། སྐབས་དེར་ཁོང་མཚོ་སྔོན་ཞིང་ཆེན་ནང་ཉེན་རྟོག་ཆེད་ལས་ལག་རྩལ་འཛིན་གྲྭ་གི་ནང་ཡོད་པའི་བོད་པ་བཞི་གི་ནང་ནས་གཅིག་ཡིན་པ་དང། ལེའི་ཕྱོགས་འདི་ཁོང་གིས་མཚོ་སྔོན་བོད་ཡིག་བསང་ཆུ་དང་མཚོ་སྔོན་ཁྲི་ལོ་ཚ་བ་གཉིས་ཀྱི་སངས་རྒྱས་པ་ཀླུ་བོ་མོ་གནང་སྟེ། ཕུ་བཙུན་སངས་རྒྱས་པ་འགའ་རྟགས་མའང་མཁས་མང་ཐོས་མྱོང་ཡོད་འདུག་སྤྱི་ལོ་བཅུ་དང་གྱ་དགུ་ཕྱི་གོ་སོང་ལོ་ལ་ཁོང་ལ་རྒྱ་ནག་གཞུང་གིས་གསུང་ཉུལ་གྱི་ཉེས་པ་བཙུགས་ནས་ལོ་དྲུག་རིང་བཙན་བྱོལ་གྱི་ཁྲིམས་ཐག་བཅད་ནས་སྤྱི་ལོ་བཅུ་དང་གྱ་དགུ་ཕྱི་གོ་དགུ་ལོ་ལ་བཙན་བྲོད་ཐོག་རྗེ་གོང་ཚ་སྤྱི་དང་བཟང་པོ་གྱི་ཚོགས་རྫོགས་ས་ཁུལ་གྱི་དབོན་པོ་ཆེན་བཅས་ལ་སེམས་ཤུགས་སྐུལ་སྤེལ་དང་ནུས་པ་དཀོན་ལྡན་གྱི་ལས་བཞི་ཞིང་མགོ་བརྩམས་ཡིན་པར་མ་ཟད། རིམ་པས་དབང་པོ་སྐྱེས་ཅན་གྱི་གླུ་ག་ཚུགས་པ་ཞིག་བཙུགས་ཏེ་ཞིང་ཆེན་རིམ་པ་འགའ་ནས་རྒྱ་ནག་ནང་འཁྲབ་སྟོན་ཀྱང་མཛད་ཡོད་ཀྱང་ཁོང་ལ་རྒྱ་ནག་གཞུང་གིས་འགོག་རྐྱེན་སྣ་མང་བཟོས་དར་ཚུགས་པ་དེས་རྒྱ་ནག་གཞུང་ལ་རྩིས་སྤྲོད་བྱེད་འགོ་ཚུགས་ཡོད་པ་དང། ཉིས་སྟོང་བཅོ་ལྔ་ལོར་མཚོ་སྔོན་པོ་ལ་ཕའི་མདོ་དབུས་ཁམས་གསུམ་ནས་གནས་སྐོར་ལ་ཕེབས་མཁན་མང་པོ་ཡོད་དར་ཁོང་གིས་མཚོ་སྔོན་པོ་ཁར་གནས་སྐོར་བ་ལ་ཟས་རིགས་རིམས་ནད་དུ་སྤྲད་པའི་གླེང་གཞི་ཞིག་ཀྱང་སྤེལ་མྱོང་ཡོད་པ་རེད།

ཅེས། ཆོས་ཀྱི་ཉི་མའི་ཆུ་ཚོགས་སུ་ཐོག་མར་སྤྱི་ནོར་གོང་ས་རྒྱ་རིན་པོ་ཆེ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེའི་བཞུགས་ཁྲི་ལ་མཚོན་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་དངོས་གྲུབ་ཚེ་རིང་ལགས་དང་འབྲི་གུང་ཆོས་ཀྱི་ཉི་མའི་ཆུ་ཚོགས་ཀྱི་མཁན་པོ་བསམ་གྲུབ་ལགས་དེ་བཞིན་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་ཚུལ་མིན་འདྲེ་སྡེ་མགོན་དང་འདྲེ་ལྷག་སོང་རྣམས་ལ་མཆོད་པ་ཕུལ་བ་དང་ཞལ་འདོན་འོས་འདོན་གནང་སོང་དེ་ནས་རིམ་བཞིན་བོད་མི་ཚོས། ཆུ་བཙུགས་ཀྱི་སྤྱི་གླིང་ནང་དཀར་ཚུར། ལྷ་རྣམས་བསུས་ཏེ་སྲུང་བརྩི་གཏོང་བ་དང་གཞིས་བདག་ཞབས་བྲོ་བརྒྱབ་ནས་དགའ་དགའ་སྤྲོ་སྤྲོའི་ངང་ནས་སྲུང་བརྩི་ཞུས། དེ་དུས་ཁོང་ལོ་སར་ཚེས་གཉིས་ཉིན་གྱི་དགོང་དྲོ་ས་གནས་སུ་ཡོད་པའི་བོ་དོང་རྒྱབ་ཆུའི་ནང་མི་སྐུ་མགྲོན་གར་བརྩེགས་དང་བོ་མི་ཚོ་མཉམ་འཛོམས་བྱས། གཟའ་ཉི་མའི་གཟའ་མཇུག་སློབ་མ་ཚོ་དང་སྡུག་གི་ཟུར་པ་དང་དེ་བཞིན་ས་གནས་བུད་མེད་ཁ་ཅིག་ནི། གཞི་ན་དགྲ་མེད་སྲིན་པོ་བཞུད་དེ་སྲོང་བཙན་བཞུད་ཡོད་པ་ཅི་གང་ལྟར་ས་བཅུ་ལུས་ལོ་ས་དེ་བཞིན། བོད་བན་དང་བོ་དོང་རྒྱ་བརྒྱུད་བ་ཚོས་ཆུབ་གཙུག་དང་རིག་གཞུང་འཁྲབ་སྟོན་ཞུས་པའི་ལམ་ནས་སྲོང་བཙན་ཟབ་རྒྱས་བཞུད་དེ། དེ་ནས། བོད་ཚིག་སྔ་སྟེ། གཟའ་མིག་མ་ཉིན། ཨ་རི་སྤྱི་སྲིད་ལས་ཁུངས་སུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད། ནི། སྤྱི་མཐུན་ཚོགས་པ་ཐུན་མོང་ནས་གོ་བསྡུར་ཞུས་ཏེ་ལོ་ལྟར་བཞིན། བོད་ལུགས་ལོ་གསར་རྩིས། སྲུང་བརྩི་གནང་གི་ཡོད་པ་རེད་ད། ཡང། རྒྱ་ནག་གི་རྒྱུད་གཅིག་མཐའ་ལམ་གཅིག་ཞེས་པའི་རྒྱལ་སྤྱིའི་ཐུགས་དཔང་རྒྱུད་འཛུགས་སྐྲན་གྱི་ལས་གཞི། རྒྱལ་གཅེས་ཀྱི་འཆར་གཞི་ཆེན་པོ་ཡོད་པ་དེ་ལ་ཁ་བརྡའི་བསྡུ་ལེན་གྱི་ཆེད་དུ་ཨོསི་ཁྲི་ལེ་དང་ཨ་མི་རི་ཀ་ཉི་ཧོང་དང་རྒྱ་གར་བཅས་དམངས་གཙོའི་རྒྱལ་ཁབ་བཞི་བར་ལ་མཉམ་རུབ་ཀྱི་ཐོག་ནས། དེ་དང་མཚུངས་པའི་དཔལ་འབྱོར་འཛུགས་སྐྲན་གྱི་ལས་གཞི་བརྩིགས་སྤེལ་རྒྱུ། འཆར་འགོད་བྱས་བཞིན་ཡོད་པའི་གོ་གནས་ཚོགས་ཐུན་དང། དེའང་ད་རེས་ཟླ་ཟླ་བའི་ཉིན Australia Financial Review སྟེ་དཔལ་འབྱོར་དཔྱད་བརྗོད་ཟེར་བའི་གསར་ཤོག་གིས Australia གཞུང་གི་མཚན་འབོད་འདོད་མེད་པའི་ལས་བརྩིགས་བརྩིགས་ལུང་འདྲེན་གྱི་གནས་ཚུལ་སྤེལ་བའི་ནང། ལས་གཞི་དེ་ནི་ད་ལྟ་འཆར་བཀོད་གནང་བཞིན་པའི་དུས་སྐབས་ཤིག་ཡིན་པས་ད་རེས་ཨོ་སི་ཁྲི་ལི་གི་སྲིད་བློན་ཆུ་བཟང་ཁོས་འདིའི་མཇུག་ཏུ་ཨ་རིའི་ནང་གཞུང་འབྲེལ་གཟིགས་སྐོར་ལ་ཕེབས་པའི་སྐབས་སུ་གསབ་བསྒྲགས་གནང་རྒྱུ་ལ་དུས་ཚོད་སྨིན་གཞི་མེད་ཀྱང་གནད་དོན་དེ་ནི་ཨོ་སི་ཁྲི་ལི་གི་སྲིད་བློན་ཏྲོན་བོལ་མཆོག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་ཀྱི་བར་ལ་གྲོས་མོལ་གྱི་གླེང་གཞི་གཙོ་བོ་ཞིག་ཆགས་རྒྱུ་ཡིན་པའི་སྲོལ་བཅད་གནས་ཐུབ་པས་གདའ། དེ་ནི་བལ་ཡུལ་གཞུང་གིས་བོད་ཀྱི་ལོ་གསར་ཚེས་གསུམ་གྱི་བསང་གསོལ་མཛད་སྒོ་འཚོགས་རྒྱུ་སུ་བཀའ་འགོ་ཚུགས་ཡོད་པའི་སྐོར། བི་ཡོ་ནི་སྒྲོན་མེ་སྣུད་ཚོགས་བཏུང་བ་སེན་རུ། བ་ཡུལ་ན་ཡོད་པའི་བཙན་བྱོལ་བོད་མི་ཚོས་ལོ་ལྟར་གནམ་ལོ་གསར་ཚེས་ཀྱི་ཉིན་གསུམ་པ་དེ་གཞུང་འབྲེལ་བསམ་ཤེས་མཛད་སྒོ་ཞིག་ཚོགས་སྲོལ་ཡོད་རུང་ད་ལོའི་ཏེ་བོ་རྗེས་ལོ་ཉིས་སྟོང་གཅིག་གྱ་བཞི་བཅུ་ཞེ་ལྔ་དང་བོ་ཟླ་དང་པོ་ཚེས་སོ་གཉིས་ཀྱི་ཞོགས་པ་ཆུ་ཚོད་བརྒྱད་དང་ཕྱེད་ཁ་ཐོག་གཞུང་འབྲེལ་ཆོས་ཕྱོགས་ཀྱི་བསམ་ཤེས་མཛད་སྒོ་འདི་བཞིན་ཆོས་སྡེ་ཉིས་ཟླ་གསུང་རྟེན་གཞི་ཞེས་པའི་སྲོང་བཙན་བེ་བཟའ་ལྟེ་གནས་མཐོ་སློབ་ཀྱི་མགྲོན་ཁང་དུ་སྲོང་བཙན་དགུ་བཅུར་བསྟེན་གྱི་ཡོད་ནའང།

དེ་ཚེ་གནས་ཡུལ་རྒྱལ་ཁབ་ཁོ་ན་ཚོ་ལས་ཁག་ཟེར་ས་མ་རེད་ཁོ་ར་ཚོ་ཞུ་གུང་རེད་ཡ་དེ་མིན་གནོད་ཤུགས་སྤྲད་ཀྱི་མང་པོ་ཞིག་གི་གནོད་ཤུགས་སྤྲད་འདུག་ཚུལ་བསམ་པ་ས་གནས་ཉེན་རྟོག་ད་ལག་ལེན་ད་རེས་རང་ཆགས་ཀྱི་ཡོད་ར་དེ་འདྲས་ཡིན་དུས་ཁོ་ཚོ་ཁོ་རང་ཚོས་ཀྱི་ལ་ཡུལ་དུ་ང་ཚོ་ལ་བལ་ཐང་ནས་བཀའ་ཞེན་པོ་ཞུ་གནང་གི་འདུག་དེ་འདྲས་སྐུ་པར་དེ་འདྲས་ཞུ་བ་དང་བོད་མི་ཚོས་བསང་གསོལ་དེ་འདྲས་བཏང་བ་སོགས་བྱས་བ་ཡིན་ན་རྩ་བ་ནས་འགྲིག་གི་མ་རེད་ཟེར་དམ་པོ་ཞུ་ཅི་བྱས་ན་ནི་ཁོ་ཚོས་སྔ་རྗེས་བར་ཙུམ་དེ་ལ་དམག་མི་ཉེན་རྟོག་རེད་སོ་བ་རེད་མང་པོ་ཞིག་སླེབས་བསྡད་ཀྱི་འདུག། སྦྱིན་སྲེག་ལ་བཞེས་ན་ལོ་ལྟར་ལོ་གསར་གྱི་ཚེས་སོ་གཉིས་ཞོགས་པ་སྟེ་བོད་མི་ཚོས་མདོ་རྫོང་ཐོག་ཤིང་ནགས་གོང་ས་ཤོག་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་དང་རྒྱ་གླིང་དང་བི་ནན་དབུས་བསུ་སྟེ་བཞུགས་ཁྲི་སྔ་ཕྱིར་གནང་གྱིས་བླ་སྤྲུལ་དགེ་ལྡན་རྣམས་ཀྱི་འཁྲུལ་སེམས་རོ་ནས་སྣང་ཚང་སྟེ་མོག་མོག་གི་མཇལ་དར་འགྲེམས་སྤེལ་དང་བསང་གསོལ་གྱི་མཛད་སྒོ་གནང་སྲོལ་ཡོད་རུང། ད་ལོའི་བག་ཡོད་ཀྱང་ནང་སྲིད་ལས་ཁུངས་ནས་ཆོས་ལྡན་ས་གནས་ཉེན་རྟོག་ལས་ཁུངས་ལ་སོང་ཟོས་བཀག་སྡོམ་བཟོ་དགོས་ལུགས་བཀའ་ཕེབས་པ་བཞིན་བག་ཡོད་བོད་མིར་དོན་གཅོད་ལས་ཁུངས་དང་ཆོས་འབྱོར་ས་གནས་མགོ་འཛིན་ལས་ཁུངས་ཀྱི་གནད་ཡོད་མི་སྣ་ཚོས་བོད་མིར་བདེ་འཇགས་ལ་ཐུགས་ཁུར་ཆེ་བཞེས་གནང་སྟེ་ཡུལ་ཕྱོགས་ཐོག་ན་ཡུལ་ཁྲིམས་ལ་བརྩི་སྲུང་མ་བྱས་ཁ་མེད་ཡིན་ལུགས་སྐོར་འདྲི་གཅོད་གནང་སོང་བ་དང་བག་ཡོད་གཞུང་ལ་མཚོན་ན་གཞུང་འཛིན་ས་པ་དང། ཕྱི་ཚེས་བརྒྱད་འཁོར་གྱི་གནོན་ཤུགས་ལ་བརྟེན་ནས་བ་ཡི་ནང་ཡོད་པའི་བོད་མི་ཚོའི་ཐོག་ལོ་རེ་བཞིན་སྟོང་ཕྲག་ཆེ་རུ་དང་དཀའ་ངལ་ཆེ་རུ་འགྲོ་བཞིན་པའི་སྐོར་སྐུ་ངོས་མཆོག་གིས་འགྲུལ་བསྐྱོད་འདི་དག་གནང་སོང། ད་ལྟ་ཁོ་རང་ཚོ་གཞུང་འཛིན་གསར་བའི་ཐོག་ནས་ཡིན་ནི་རེད་ད་གང་ལྟར་གནོན་ཤུགས་སྤྲད་མཁན་གྱི་ཚོགས་ནས་གང་ཟག་ཅིག་ང་ཚོས་གིས་ད་བ་ཡི་ནང་སྡོད་མཁན་བོད་མི་ཚོའི་ཐོག་ལ་དམ་དྲག་ཆེ་རུ་ཆེད་དུ་ད་དཀའ་ངལ་ཆེ་རུ་ཞུ་རུ་འགྲོ་ཡ་ཆེ་རེད་བསམ་གྱི་འདུག་དེ་དང་ཆབས་ཅིག་དེ་སྔ་ཡིན་ན་ད་ང་ཚོ

བ་ཡི་རྒྱལ་ས་ཀ་ཐ་མང་གྲུ་ནི་ཨེ་ཤེ་ཡ་རོང་རླུང་འཕྲད་ཁང་གི་གནས་ཚུལ་མཁོ་གཏོང་བ་སྒྲོལ་མ་ཡིན།
དེ་ནི། ཡང་རྒྱ་ནག་གཞུང་འབྲེལ་ཤིས་ཝང་ས་ལི་ཁང་གི་གནས་ཚུལ་སྤེལ་བ་ལ་གཞིགས་ན་བོད་རང་སྐྱོང་ལྗོངས་ཁུལ་དུ། ལོ་འདིའི་བོད་ལོག་དང་རྒྱ་མི་ལོ་སར་དུས་ཚིགས། རྩིས་བརྩེགས་ལ་ཁི་ཞིག་ཡོད་པ་ལ་བརྟེན་ནས་ལི་སེང་དང་བསྟུན་ནས་ལོ་སར་རྩིས་བརྩེགས་ནས་བཞེས་པ་ཉིན་དྲུག་བཞེས་རིང་ལ་བོད་རང་སྐྱོང་ལྗོངས་ཁུལ་དུ་ཡུལ་སྐོར་སྤྲོ་འཆམ་པ་རྨི་གྲོང་འབུམ་གཉིས་དང་གཅིག་ཁྲི་དྲུག་སྟོང་ཙམ་བཙོངས་ཡོད་པ་བརྟེན་ནས་སྔར་ལོ་ལས་བརྒྱ་ཆ་སུམ་ཅུ་ཙམ་མང་བ་བྱ་འོག་ལོ་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ཀྱི་འདེབས་འཛུགས་གནང་གདའ། དེ་ནི། དེ་རིང་རྒྱ་ཡིག་གི་ཚགས་པར་དུ་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཞེས་པའི་ལེ་ཚན་ཨ་དྲུག་གི་ཚུགས་གཏེར་བརྩིས་པ་གསན་རོགས། ཉན་གྱི་རྣམ་པ་ཚོ་དེ་རིང་གི་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཞེས་པའི་ལེ་ཚན་གྱི་ནང། ཕྱི་ཟླ་གཉིས་པ་ཡི་ཚེས་གཅིག་ཉིན་སྐུ་ཞབས་ཝང་ལི་ཞུང་གིས་བྲིས་པའི་མགོ་མཇུག་ཏུ་བོད་མི་རིགས་དང་ཤིན་ཅང་ཡུ་གུར་མི་རིགས་ཀྱི་ཁྲོད་དུ་རྒྱ་ཧ་མི་རིགས་བར་འགལ་ཟླ་བྱུང་ས་དེ་འདྲ་རེད་ཅེས་པའི་རྩོམ་ཡིག་ཞིག་དེ་གའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་དྲ་གནས་ཀྱི་ནང་བཀོད་འདུག་པས་དེའི་ནང་དོན་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡང་རྩོམ་རིག་ནང་ཁུལ་བདུན་ཕྱི་དངོས་པོ་གཙོ་བོར་གྱུར་པའི་གསང་ལ་དེ་གོང་སྤེལ་གཏོང་བ་དེ་ནི་རྒྱ་ནག་གཞུང་གིས་བོད་ས་ཁུལ་བདུད་ལ་ནས་བསྟར་བཞིན་པའི་སྲིད་ཇུས་ཤིག་ཡིན་པ་དང་དེ་ཡི་དམིགས་ཡུལ་ནི་ཁེ་གསང་རག་ཐབས་དང་རྒྱུ་ནོར་ནང་བཅོལ་བྱེད་པའི་ཐོག་ནས་མི་རིགས་ཀྱི་འདུ་ཤེས་དང་ཆོས་ལུགས་ལ་དད་མོས་བྱ་རྒྱུ་ཡི་ཚབ་བྱེད་ཐབས་བྱེད་བཞིན་ཡོད་པ་རེད། དེ་ཡི་སྐོར་ལྷ་སར་ཡུལ་སྐོར་འགྲོ་མི་ཚོར། མཚོ་ནང་ཧུར་སྐྱེད་བྱུང་ཡོད་པ་ནི་ལྷ་སར་སླེབས་པའི་སྐབས་སུ་རྒྱ་ནག་ནང་ཁུལ་གྱི་ས་ཆ་དང་གཅིག་མཚུངས་ཀྱིས་ཁྲིམས་མེད་ལུགས་མེད་ཀྱི་བྱ་སྤྱོད་དང་རྒྱུ་ནོར་སྔོག་འདོན་ཆེན་པོ་བྱས་པ་སོགས་ཀྱིས་ལྷ་ཡི་ས་ཆ་དེ་མེད་པར་ཆགས་བཞིན་ཡོད། དེའི་རྒྱུ་མཚན་ནི་བོད་ཀྱི་ས་ཁུལ་གྱི་ནང་དཔལ་འབྱོར་ཚོང་ར་ཅན་དུ་གྱུར་བའི་གནས་སྟངས་དེས་རྒྱ་ཧམ་རིགས་ཀྱི་ས་ཁུལ་ལས་ལོ་བཅུ་ལྷག་ཙམ་གྱིས་ཕྱི་བ་ཡོད་པ་རེད། དུས་རབས་སྔོན་མ་ཡི་ལོ་རབས་བརྒྱད་ཅུ་པ་ཡི་དུས་དཀྱིལ་ཙམ་ལ་མོ་ཡི་དུས་རབས་ཀྱི་ཆབ་སྲིད་གཙོ་བོ་དང་གྲལ་རིམ་འཐབ་རྩོད་སོགས་ཀྱི་ཤུགས་རྐྱེན་ཆེན་པོ་ཡོད་པ་དེ་གིས་མི་རིགས་ཀྱི་གནད་དོན་བསྣན་ཡོད་པ་རེད། ལོ་རབས་བརྒྱ་ཅུ་པ་ཡི་དུས་དཀྱིལ་ནས་ལོ་རབས་དགུ་ཅུ་པ་ཡི་དུས་མཇུག་ཏུ་མའོ་ཙེ་ཏུང་གི་བསམ་བློ་དེ་གིས་ནུས་པ་ཐོན་ཐུབ་མེད་པ་མ་ཟད་ཚོང་ར་དཔལ་འབྱོར་ཅན་དུ་བསྒྱུར་རྒྱུ་དེ་ཡང་འགོ་བཙུགས་ཐུབ་མེད་པ་དང། ཐུགས་རྒྱུད་བསྙེན་པ་དེ་ཚོ་ནུས་མེད་དུ་ཆགས་པ་དག་ཐུགས་རྒྱུད་གསལ་བག་བསྐྲུན་ཐུབ་མེད་པ་སོགས་ལ་བརྟེན་ནས་སྐབས་དེ་དུས་མི་རིགས་གནད་དོན་དེ་འབུར་དུ་ཐོན་ཡོད། བོད་མི་སང་ནོར་བླ་སྲོག་ཡོང་བའི་ཆོས་ལུགས་དད་པ་དག་མི་རིགས་རིང་ལུགས་ཀྱིས་ཁེངས་ཡོད་པར་རྒྱ་ནག་གོང་གི་ཆབ་སྲིད་དམ་དྲག་གི་ཐོག་ལ་དཔལ་འབྱོར་རོགས་ཤོར་བྱས་པའི་ཐབས་ཤེས་ཀྱིས་བོད་མི་ཚོར་བསྟུན་ཐབས་བྱེད་བཞིན་ཡོད་ཟེར་བཀོད་ཡོད། ཡང་རྩོམ་སྒྲིག་ནང་དུས་རབས་ཉི་ཤུ་པ་ཡིས་ལོ་རབས་དགུ་བཅུ་པ་གི་དུས་མཇུག་ནས་འགོ་བཙུགས་ཏེ་བོད་ཀྱི་ས་ཁུལ་གྱི་ནང་ལ་ཚོང་ར་དཔལ་འབྱོར་ཅན་དུ་འགྱུར་བའི་ཆ་རྐྱེན་ཤུགས་ཆེ་རུ་སོང་ཡོད་པ་བརྒྱུད་ནས་རྒྱ་ནག་གཞུང་གིས་ཕྱི་དངོས་པོ་གཙོ་བོར་གྱུར་པའི་ཐོག་ནས་བོད་ཀྱི་ཆོས་དང་བོད་མིའི་འདུ་ཤེས་དེ་བཞིན་མི་རིགས་རིང་ལུགས་མེད་པར་བཟོ་རྒྱུ་ཡི་ཐབས་བརྒྱུད་ཞིག་མཁྱེན་ཡོད་ཀྱང་མི་རིགས་ཀྱི་འགལ་ཟླ་དེ་སེལ་ཐུབ་བྱུང་མེད་པ་ལ་བརྟེན་ནས། རྒྱལ་བ་སྲས་དག་གིས་རྒྱལ་བ་བསྙེན་པ་ཡི་ཚབ་བཞེས་ཡོད། ཚོང་ར་དཔལ་འབྱོར་དེ་གའི་མི་འབོར་འགྲོ་ཤུལ་རོང་བ་དང་ཚོང་གཉེར་འགྲན་བསྡུར་རོང་བ་འཁོར་ཡོད་ཀྱང། རྒྱ་མི་རིགས་འབོར་ཆེན་ཞིག་ཕྱི་དངོས་པོ་ཡི་ལོངས་སྤྱོད་བྱ་རྒྱུ་ཡོད་ས་ཡི་གི་བོད་ཀྱི་ནང་ལ་སླེབས་པ་ཡིན་ན། ཕྱི་དངོས་པོར་འདོད་དགའ་བྱེད་པའི་ཧུ་ཅིན་དེ་གིས་བོད་མི་ཚོས་དེའི་མདོ་ནས་མི་རིགས་ཀྱི་འདུ་ཤེས་སླར་ཡང་ཧུ་ཕྱིར་སོང་ནས་མི་རིགས་ཀྱི་རྒྱལ་བ་སྲས་པ་ཞིག་ཆགས་རྒྱུ་ཡིན་པ་རེད་ཟེར་བཀོད་ཡོད། ཡང་རྩོམ་སྒྲིག་ནང་འཁོད་དོན་ཕྱིར་རྒྱ་ནག་གཞུང་གིས་ཚོང་ར་དཔལ་འབྱོར་ཅན་དུ་བསྒྱུར་བའི་སྲིད་ཇུས་དེ་ཤིན་ཅང་གི་ནང་ལ་ལག་བསྟར་བྱས་པ་དེ་བོད་ནང་ལས་སྔ་བ་ཡོད་པ་དང་ཡུ་གུར་མི་རིགས་ཀྱི་ཚོང་ལས་འདུ་ཤེས་དེ་ཡང་བོད་མི་རིགས་ལས་ཤུགས་ཆེ་བ་ཡོད་པ་རེད། འོན་ཀྱང་དེ་འདྲ་ཡིན་ན་ཡང་རྒྱ་ནག་གཞུང་གིས་ཚོང་ར་དཔལ་འབྱོར་གྱི་ཁོར་ཡུག་བེད་སྤྱོད་བྱས་ནས་ཤིན་ཅང་ནང་གི་མི་རིགས་དཀའ་རྙོག་མེད་པར་བཟོས་མེད་པ་མ་ཟད། དེ་ལས་མདོར་བསྟན་ཚོང་ར་དཔལ་འབྱོར་དེ་བཞིན་འཕེལ་ཤུགས་ཆེ་རུ་བཏང་ཡོད། དེའི་རྒྱུ་མཚན་གཙོ་བོ་ནི་ཤིན་ཅང་གི་ནོར་ལ་རྒྱ་ཧ་མི་རིགས་ཀྱི་གྲོང་ཁ་སྟེ་བརྒྱ་ཆ་བཞི་བཅུ་ཡིན་པ་དེ་གིས་ཤིན་ཅང་གི་མ་རྩ་དང་དབང་ཆ་ཤུགས་ཆེ་བཟུང་ཡོད་པ་དང་ཆབས་ཅིག་ཁོང་ཚོས་ད་དུང་ཚོང་ར་དཔལ་འབྱོར་འགོ་བཙུགས་པའི་སྐབས་ནས་མ་རྩ་གཙོ་བོར་བཟུང་ཡོད་པ་དང། གོ་སྐབས་མང་ཤོས་རོགས་ཡོད་པ་དེ་ཚོ་ནི་རྒྱ་ནག་གཞུང་གི་དམིགས་ཡུལ་རེད་ལ་ཚོང་ར་དཔལ་འབྱོར་འཕེལ་རིམ་གྱི་ཆོས་ཉིད་ཀྱང་རེད། ཤིན་ཅང་གི་ཚོང་ར་དེ་བཞིན་རྒྱ་ནག་ནང་ཁུལ་གྱི་དཔལ་འབྱོར་སྒྲོམ་གཞི་གི་ནང་ལ་བཙུགས་ཚར་ཡོད་དུས་རྒྱ་མི་རིགས་ཚོ་སྐད་དང་མི་ཡི་འབྲེལ་བ་དེ་བཞིན་ཚོང་ལས་གཉེན་སྟོན་སོགས་ཀྱི་ཐོག་ནས་ཤིན་ཅང་མི་མང་ཚོ་ཡི་ཆ་རྐྱེན་ལས་མང་བ་ཡོད་དུས། ཚང་གི་འགྲོ་སྟངས་དེ་ཡང་ཡག་ཡོད་པ་བཤད་མ་དགོས་པ་ཞིག་རེད་ཟེར་བཀོད་ཡོད། ཡང་རྩོམ་སྒྲིག་གི་ནང་གལ་སྲིད་ཚོང་ར་ཅན་གྱི་དཔལ་འབྱོར་གྱི་བརྒྱུད་རིམ་གྱི་ཚོད་དུ་མི་རིགས་དབྱེ་བ་ཕྱེ་བ་ཡིན་ན་དེར་མི་རིགས་བར་གྱི་འགལ་ཟླ་མེད་པ་བཟོ་རྒྱུ་ཡི་ནུས་པ་མེད་པ་མ་ཟད་མི་རིགས་བར་གྱི་འགལ་ཟླ་སེལ་བར་བཟོ་གི་ཡོད་པ་རེད། དེ་སྔོན་མི་རིགས་ཀྱི་འགལ་བ་གཙོ་བོ་གཅིག་ནི་ལོ་རྒྱུས་སྐོར་དང་སྣང་བ་གང་ཤར་གྱི་ཐོག་ནས་བཟོས་པའི་ཉོ་རྒྱ་དེ་དག་ནི་མི་མང་དཀྱུས་མ་ཚོ་ཡི་ཉིན་རེའི་འཚོ་གནས་དང་རྒྱང་ཐག་རིང་ཙམ་ཡོད་པ་ལ་བརྟེན་ནས་གནད་དོན་དེ་ལ་དོ་སྣང་བྱེད་མི་མང་ཆེ་བ་ནི་མི་རིགས་དེ་ཡི་མི་སྣ་ཕུལ་བྱུང་དེ་ཚོ་ཡིན་པ་རེད། ཡིན་ན་ཡང་ཚོང་ར་དཔལ་འབྱོར་ཅན་དེ་གའི་གནད་དོན་དེ་དག་མི་དམངས་དཀྱུས་མ་ཚོ་ཡི་མདུན་དུ་མངོན་གསལ་དོད་པོ་གིས་བཞག་ཡོད་པ་དེ་གིས་ཁོང་ཚོ་ཡི་ཉིན་རེ་ཡི་འཚོ་གནས་དང་འབྲེལ་བ་དང་པོ་ཆགས་ཡོད། དེར་བརྟེན་དེ་གའི་མི་དམངས་མང་ཚོགས་ཀྱིས་མི་རིགས་ཀྱི་ལ་རྒྱ་དང་ཤ་ཞེན་ཡོད་པའི་རྣམ་འགྱུར་དེ་ཁྱོན་ཡོངས་ཀྱི་ཐོག་ནས་སྟོན་ཐུབ་པ་ཞིག་རེད། བོད་ས་ཁུལ་དང་ཤིན་ཅང་ས་ཁུལ་གྱི་ཁྱད་པར་གྱི་ཐོག་ནས་བཤད་པ་ཡིན་ན། ཚོང་ར་དཔལ་འབྱོར་གོང་འཕེལ་མ་འགྲོ་གོང་གི་སྐབས་སུ་བོད་ནང་གི་རྒྱ་མི་རིགས་ཡི་གྲངས་ཁ་དེ་ཉུང་ཉུང་ལས་མེད་པ་དང་དམོད་འབོར་གཙོ་བོ་དེ་བོད་མི་ཡིན་པ་སོགས་ལ་བརྟེན་ནས་ཚོང་ར་དཔལ་འབྱོར་ཅན་དུ་བསྒྱུར་བའི་ཐོག་མ་ཡི་སྐབས་སུ་བོད་མི་ཚོ་གིས་ཚོང་ར་ཡི་ཆ་ཤས་མང་ཙམ་དང་དེའི་བརྒྱུད་རིམ་གྱི་ནང་གི་ཁེ་བཟང་དང་གོ་གནས་འདྲ་མིན་སོགས་མང་ཙམ་རག་ཡོད་པ་རེད། ཡིན་ན་ཡང་རྒྱ་ཧམ་རིན་པོ་ཆེན་ཞིག་བོད་ས་ཁུལ་གྱི་ནང་ལ་སོང་ནས་ས་ཆ་དེར་སྔོན་ལ་ཨ་ལས་བསྒྱུར་བ་དག་དེ་ནི་ཟ་ཁང་དང་ཚོང་ཁང་དེ་བཞིན་མཚན་བུ་ཁང་སོགས་གཉེར་ནས་བོད་མི་ཚོ་གི་མ་ལས་བའི་ཚོང་གཉེར་གྱི་ལས་ཀ་མང་ཐག་ཆོད་ཅིག་བཟུང་བའི་སྐབས་སུ་བོད་མི་ཚོ་ཁང་བདག་དང་ཟ་ཁང་གི་བདག་པོར་ཆགས་ནས་རྒྱ་མི་ཚོ་གི་ཞབས་འདེགས་འོག་ཡུལ་ཆགས་ཡོད། དེར་བརྟེན་ཚོང་ར་དཔལ་འབྱོར་གྱི་ཁྲོད་ནས་ཁེ་བཟུང་དང་གོ་སྐབས་རག་པའི་བོད་མི་ཚོ་གིས་ཕྱིའི་དངོས་པོར་ལུང་སྤྱོད་བྱེད་པ་ལ་མགོ་འཁོར་ནས་མི་རིགས་ཀྱི་གནད་དོན་གྱི་ཐོག་ལ་བསམ་བློ་གཏོང་ནུས་བྱུང་མེད་པ་རེད། ཡིན་ན་ཡང་ཚོང་ར་དཔལ་འབྱོར་གྱི་འགྲན་བསྡུར་གྱི་ནང་ལ་རྒྱ་ཧ་མི་རིགས་ཚོར་སྐད་ཀྱི་ཆ་རྐྱེན་དང་མི་ཡི་འབྲེལ་བ་སོགས་ཡོད་པ་མ་ཟད་རྒྱ་མི་རིགས་ཀྱི་རིག་གཞུང་གི་ཤུགས་རྐྱེན་འོག་ཁེ་ཕན་ལ་རྔམ་འདོད་ཡོད་པ་དེ་ཡང་བོད་མི་ཚོ་ལས་ལྷག་ཙམ་ཡོད་པ་དང་གཅིག། དེ་ནི་བོད་ལུང་འགྲོ་མཁན་རྒྱ་མི་རིགས་ཚོ་དང་རྒྱ་ནག་གི་དཔོན་རིགས་བར་འབྲེལ་བ་ཡོད་པ་དཔེར་ན་ཉེ་རིང་མེད་ན་ཡང་གྲོགས་པོ་ཡིན་པ་དེ་གིས་དབང་ཆ་འདྲ་མིན་རག་རྒྱུར་སྲུང་ཤུབས་དང་སྟབས་བདེ་པོ་ཡོང་བཞིན་ཡོད་པ་དང་གཉིས་སང་ནི་བོད་ཀྱི་ས་ཁུལ་དུ་དངུལ་རག་ཐབས་ཤིག་ཡོད་པ་ཡིན་ན་རྒྱ་ནག་ནང་ཁུལ་གྱི་རྒྱ་མི་སྔར་ལས་མང་བ་ཞིག་བོད་ནང་སོང་ནས་བོད་མི་ཚོ་ཡི་རྒྱུན་ལྡན་གྱི་འཚོ་གནས་ལ་ཡང་ཕོག་ཐུག་ཆེན་པོ་སོང་ནས་བོད་མི་ཚོ་ཡང་ཤིན་ཅང་གི་ནང་ལ་བྱུང་བའི་གནས་ཚུལ་དང་གཅིག་མཚུངས་བགྱིས། བོད་མི་ཚོ་རང་རང་གི་ས་ཆ་གི་ནང་ནས་ཚོང་ར་དཔལ་འབྱོར་གྱི་ཕྱི་ཕྱོགས་སུ་འབུད་ནས་གནས་སྟངས་ཉིན་རེ་བཞིན་ཇེ་སྡུག་ཏུ་འགྲོ་རྒྱུ་རེད། གནས་སྟངས་དེ་འདྲ་ཡི་འོག་ཏུ་མི་རིགས་གནད་དོན་དང་འབྲེལ་བའི་སྐོར་གྱི་གནས་ཚུལ་དེ་བསྐྱར་དུ་རྣོ་ངར་ཆེ་རུ་སོང་ནས། ལོ་བཅུ་ཡི་གོང་དུ་ལྷ་སོགས་ཀྱི་ནང་ལ་བྱུང་བའི་གསང་རྒྱ་དུས་འབྲེལ་གྱི་སྐབས་ཀྱི་ངོ་རྒོལ་གྱི་ལས་འགུལ་དེ་བཞིན་བོད་ས་ཡོངས་སུ་ཁྱབ་པའི་གནད་དོན་ལྟ་བུ་བྱུང་སྲིད་པ་དེ་བཤད་མ་དགོས་པ་ཞིག་རེད་ཟེར་སྐུ་ཞབས་ཝང་ལི་ཞུང་གིས་རྩོམ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་དེའི་འུ་ཚང་འདི་ལ་དབའ་ཇོ་ཡིན་ཡང་ལེ་ཚན་རྗེས་མ་ཡིན་ནོ་ཅག་ཏུ་མཇལ་ཡོང། དགོངས་ཤིག་རྩོམ་ཡིག་གི་ལྟ་བ་ནི་རྩོམ་པ་པོ་རང་གི་ལྟ་བ་ཡིན་པ་ལས་དེ་ག་ཡིན་ནོ་ཤིང་གང་གི་ལྟ་བ་ཡིན་པ་ཆོག་གི་མེད། ཕོ་རྒྱུད་དང་སྙན་སྒྲོན་འོག་མ་ཨར་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིགས་ཉན་པ་བཀའ་དྲིན་ཆེ། གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤི་ནི་ལྡི་སི་རུ་གཏན་གྱི་བརྩིགས་པའི་ཨེ་ཤ་ཡ་རོང་ཀླུང་ཕྲན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ། ཁྲེན་ཚུང་ནོར་བུའི་དྲན་གྱི་ལས་རིམ་ཁག་ངོ་སྤྲོད་དང་ལྗོངས་སྲིང་ཞུ་ཚ་ལེང། ལས་རིམ་བཀོད་སྒྲིག་པ་ཨ་དྲོ་ལགས་དང། འཕྲིན་གཏོང་ལག་རྩལ་བ་རྒྱལ་ལགས་བཅས་ཡན་རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས་ལོ་གསར་བཟང་དེ་ནས་ཡག་མོ་བཞུགས་རོགས།